མཆོད་གཤོམ། མཆོད་གཤོམ། མ་འོག་ཕྱ་ན་རོ་མཆོད་ད་མཆོད། ག་འོག་ཤ་ན་རོ་གཤོམ་མ་གཤོམ། མཆོད་གཤོམ། དཔེ་ཆ། ད་འོག་དཔའ་འབྲེང་པོ་དཔེ་ཆ། དཔེ་ཆ། སྐུ་ཐང། ས་ག་དང་བཀའ་ཤག་བརྒྱུད་སྐུ་ཐ་ང་ཐང་སྐུ་ཐང། སྐུ་དཔར། ས་ག་དང་བཀའ་ཤག་བརྒྱུད་སྐུ་དཔའ་ར་དཔར་སྐུ་དཔར། ཚ་ཚ། ཚ་ཚ་ཚ་ཚ། མཆོད་རྟེན། མཆོད་རྟེན། མ་འོག་ཕྱག་ན་རོ་ཆོ་ད་མཆོད། ར་ཏཱ་ཏཱ་ཏཱ་སྒྲེང་པོ་རྟེ་ན་རྟེན་མཆོད་རྟེན། རྡོ་རྗེ། ར་ཏཱ་ཏཱ་ཏཱ་ན་རོ་རྡོ། ར་ཅ་ད་ཅ་སྒྲེང་པོ་ཅའི་རྡོ་རྗེ། ཕུར་པ། ཕ་ཞབས་ཀྱུ་ཕུ་ར་ཕུར་པ་ཕུར་པ། ཡོན་ཆབ། ཡ་ན་རོ་ཡོ་ན་ཡོན་ཆ་བ་ཆབ། ཡོན་ཆབ། ཆོས་ཏིང། མ་འོག་ཆ་ན་རོ་ཆོ་ད་ཆོས་ད་ཀྱི་དགུ་ཏིང་ང་ཏིང་ཆོས་ཏིང། ཆོས་སྐོང། མ་འོག་ཕྱ་ན་རོ་ཆོ་ད་ཆོས་ཀ་ན་རོ་སྐོང་ང་སྐོང་ཆོས་སྐོང། ཆོས་མེད། མ་འོག་ཕྱ་ན་རོ་ཆོ་ད་ཆོས་མ་འགྲེང་པོ་མེ་ད་མེད་ཆོས་མེད། སྤོད། ས་པ་ད་པ་ན་རོ་པོ་ས་སྤོད། སྤོད་ཤོང།

ཁ་ཞབས་རྒྱུག་ཁུང་ང་ཁུང་གསང་ཁུང། དུང་དཀར། ད་ཞབས་རྒྱུག་དུང་ང་དུང་ད་འོག་དཀར་ར་དཀར་དུང་དཀར། དྲིལ་བུ། ད་ར་ད་སྒྲ་ཁྱི་གུ་དྲིལ་ལ་དྲིལ་བ་ཞབས་རྒྱུག་བུ་དྲིལ་བུ། ཏིང་ཤག། ད་ཁྱི་གུ་ཏིང་ང་ཏིང་ཤག་ག་ས་ཤག་ཏིང་ཤག།

རྟ་ནག་རོ་གཏོར་ར་གཏོར་མ་གཏོར་མ། དུང་ཆེན་ད་ཞབས་རྒྱུ་དུང་ང་དུང་ཆ་སྒྲེང་པོ་ཆེ་ན་ཆེན་དུང་ཆེན། དགྲ་མ་རུ་ད་ལོག་དགྲ་མ་ར་ཞབས་རྒྱུ་རུ་དགྲ་མ་རུ།

མ་ནི་འཁོར་ལོ་མ། ན་ལོག་སྣ་ཁྱི་དགུ་ནི། མ་ནི། ལ་ཁ་ལག། ཨོག་ཁ་ན་རོ་ཁོ་ར་འཁོར། མ་ནི་ལ་འཁོར། མ་ནི་འཁོར་ལོ། ཨོག་བ་ཁ་བག། བག། རི་དྭགས། ཆོས་སྐོར། ར་ཀྱི་གུ་རི་ད་བ་སུ་ད་ག་ས་དག། ཕྱ་ན་རོ་ཆོ་ས་ཆོས་ཨའོ་ཁ་ན་རོ་ཁོ་ར་ཁོ་རི་དག་ཆོས་སྐོར།